གཉིས་ཀ་ངོས་ནས་ད་གང་ལྟ་དེ་གཉིས་ཀ་ནས་སྐྱོན་གྱི་ཆ་དེ་ཡོད་རེད་ད་དེ་ཚོ་སྐྱོན་དེ་ཚོར་བ་འགྲིག་པ་ལེགས་རོགས་ཨིན་ཅིག་ཁོ་མཐུད་ཤ་རྒྱོད་ཅིག་རེད་མ་གཏོགས་གཅིག་གི་རྩ་བའི་གི་རྙོག་དྲ་དེ་ཚོ་རྩ་བ་མ་བསྔོག་བ་ཡིན་ན་ད་ང་ཚོ་ངོ་ཚ་ཡས་དེ་འདྲ་རོགས། ད་ད་ལྟ་དེའི་ནང་ནས་དམིགས་བསལ་གི་ནང་ནས་གལ་ཆེ་ཤོས་དེ་ཨ་ནི་རྣམ་པ་ཚོ་གི་ད་རིང་དེ་ལ་ཡ་ཨ་ནི་སྙན་ཐོ་ནང་ལ་ཡ་རེ་བ་ཅིག་ཞུ་ཡས་འདི་ལ། དམ་འབུལ་ཞུ་ཡས་འདི། ཡིན་གྱི་མིན་གྱི་ད་བསྐྱར་བཅོས་རྒྱ་ཆེན་པོ་ཅིག་བྱས་དགོས་འདུག་རོ། འདི་ང་ཚོས་ཀྱི་ད་ལྟ། དང་པོ་འདི་ལ་ཡ། བསྐྱར་བཅོས་འདི། ང་རང་ཚོ་ཡིན་གྱི་མིན་གྱི་ཨ་ནི། ཁྲིམས་བཟོ་ལྷན་ཁང་ནས་འགོ་ཡས་དང་ཁྲིམས་དཔོན་འགོ་ཡས་འདི། ཡིན་གྱི་མིན་གྱི་དགོས་དགོས་མི་འདུག་ད་འཛམ་བུ་གླིང་གི་ནང་ལོ་རྒྱལ་ཁབ་སོ་སོ་སོ་གི་ནང་ལོ་ལ་ཡང་ཡོད་པའི་གི་ཨ་ནི་དམ་བུའི་དེ་ཚོ་ངས་གི་ཞིབ་འཇུག་བྱས་པ་ཡིན། ཞིབ་འཇུག་དེ་གི་བརྒྱུད་རིམ་གི་ནང་ལོ་ལ་ག་རེ་གོ་ག་རེ་ཐོས་སོ་ལབ་པ་ཡིན་ན་མཇུག་བསྡོམས་འདི། ལུང་པ་སོ་སོ་སོ་སོ་གི་ནང་ལ་དམ་བུའི་སྐྲན་གཉན་འདི་གལ་ཆེན་པོ་རེད་མི་འདུག། སོ་སོ་དམ་བུའི། ཞུས་ནས། དམ་འབུལ། བྷི་ཨེ་ལྡི་ཀྱི་དམིགས་ཡུལ་རྒྱབ་ལྗོངས་འདི་གལ་ཆེན་པོ་ཞུ་ཅེས་བཤད། ང་རང་ཚོ་གི་དམ་འབུལ་གྱི་ནང་ལ་ག་རེ་ལབ་དགོས་བ་རེད་ད། ག་རེ་སེལ་གྱི་ཡོད་རེད། དམ་འབུལ་འདི་གི་ནང་ལ་བཅའ་ཁྲིམས་ཀྱི་ལྟག་གོང་ལྟར་ལག་བསྟར་བྱས་ནས་དྲང་པོ་དྲང་བཞག་བྱས་ནས་འགྲོ་གི་ཡིན་ཟེར་ཡ་དེ་དཀོན་མཆོག་ལ་དཔང་བཙུགས་གི་ཡོད་རེད་ད། ད་འདི་ཐད་ཀར།

དྲང་པོ་དྲང་བཞག་བྱེད་ཡིན་ཟེར་ན་མནའ་སྐྱེལ་ཐོ་འཛུགས་བྱེད་ཀྱི་ཡོད་རོགས། གལ་སྲིད་མི་གཅིག་གིས། དམ་འབུལ་མ་ཞུ་བའི་དབང་དུ་བཏང་ནས་ཀྱི། ཕྱག་ལས་གནང་བདེ་བ་ཡོད་བ་ཡིན་ན། ཁོ་ཉལ་བ་དེ་གཅིག་པ་གཅིག་རྐྱང་རེད་དམ་འབུལ་ཕུལ་ཉེན་དེ་ཡིན་ན་རེད་དམ་འབུལ་མ་ཕུལ་ཉེན་དེ་ཡིན་ནའི་རེད། ད་རྒྱལ་ཁབ་གཞན་པ་དེ་ཚོ་ལ་རོགས་ཁུངས་ཁུངས་ཁུངས་ལ་ཡ་དཔེར་ན་སིང་ཀ་པུར་དེ་བ་ཡིན་ན་ད་ངས་སྔོན་ལ་བརྙན་ཐུང་གིས་བཟོས་ཡོད་རོགས་དམ་འབུལ་གྱི་སྐོར་ལ། སིང་ག་པུར་སྡེ་བ་ཡིན། གྲོས་ཚོགས་ནང་ཁོ་རང་གྲོས་ཚོགས་ཉི་མ་དང་པོ་ཚོགས་ཚོགས་ཐེངས་དང་པོ་ཁོ་རང་ཉིན་མོ་དེ་ལ་ཡ་ཚང་མ་མཉམ་དུ་ཨ་ནི་དྲུང་ཆེ་གི་ད་ད་ལྟ་དེ་ཚོགས་གཙོ་གི་ལམ་སྟོན་གི་འོག་ནས་ཨ་ནི་དམ་འབུལ་ཚང་མ་མཉམ་པོ་ཞུ་བཞེས་ཡོད་དོ་ད་དེ་གར་སྟོན་གི་ཡོད་རེད་ད་ག་ཤེད་རྒྱལ་ཁབ་ག་ཤེད་ཀྱི་རྒྱལ་བོ་འོག་ནས་ཞུ་གི་ཡོད་རེད་རྒྱལ་ཁབ་ག་ཤེད་ཀྱི་ཨ་ནི་སོ་སོའི་གི་ཨ་ནི་ག་ལ་བོར་ད། བཅའ་ཁྲིམས་ལ་དཔང་བཙུགས་ནས་བྱེད་ཀྱི་ཡོད་རེད་ཁ་ཤས་སོ་སོ། གི་ལྷ་བླ་མ་ལ་བྱེད་ཀྱི་ཡོད་རེད་སོ་སོ་དད་པ་བྱེད་ས་ལ་བྱེད་ཀྱི་ཡོད་རེད། ཨ་ནི་ཁ་ཤས་ཀྱི་སོ་སོ་དཔའ་བ་ལ་བྱེད་ཀྱི་ཡོད་རེད་དཔེར་ན་རོས་བེལ་ད་ལྟ་སྙེ་མ་ཨ་རིག་གི་སྲིད་འཛིན་སྤྱི་ལོ་གཅིག་སྟོང་དགུ་བརྒྱ་གཅིག་གི་ལ་ཡ་སྐད་གྲགས་ཆེན་པོ་གཅིག་ད་ཁོ་གཞོན་ཤོག་གྲོགས་ཀྱི་རེད་སྲིད་འཛིན་ལོ་བཞི་བཅུ་ཞེ་གཉིས་སྐབས་ལ་ཁོ་རོས་བེལ་ཆགས་རོ་སྲིད་འཛིན་ཆགས་འདུག་ག་ཨ་རིག་གི་དེའི་ནང་དག་གི་ཨ་དམ། ཨ་རིའི་སྲིད་འཛིན་འདི་ཚོས་ཀྱི་དམ་འབུལ་གྱི་ལོ་རྒྱུས་གཟིགས་དང་རྣམ་པ་ཚོ་གང་འདྲས་སུ་ཕུད་འདུག་རོ། བཅའ་ཁྲིམས་ཀྱི་སྒང་ལ་དཔང་བཙུགས་ཡོད་ར་མ་གཏོགས་གཞན་པ་གང་ཡང་བྱས་ཡོད་མ་རེད། ཨ་ནི་ཨ་རིའི་སྲིད་འཛིན་གཅིག་ད་ལྟ་འདི་གར་ས་ད་ད་མཚན་དེ་དྲན་གྱི་མི་འདུག་ཁོང་གིས་ཁོ་རང་གི་དཔའ་བ་ལ་དཔང་བཙུགས་ཡོད་རེད།

པད་མ་སྲིད་ཀྱི་མང་པོ་ཡོད་ད་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་དམ་འབུལ་དེ་ཤི་དམ་རོ་དམ་བྱས་ནས་མི་གཅིག་ལ་ཞུས་དགོས་དེ་གནད་འགག་ཆགས་ཀྱི་མི་འདུག་རོ་ཨ། གར་ཕྱིན་ནས་ད་ང་ཚོ་གལ་ཆེན་པོ་བརྩི་དགོས་རེད་ང་ཚོ་དཀའ་ངལ་རྩ་བ་གར་ཐུག་གོ་རེད་ལབ་ན་བཅའ་ཁྲིམས་དེ་བསྒྱུར་བཅོས་བཏང་མ་ཐུབ་བཟོས་མ་ཐུབ་དང་ལུབ་ཧོལ་སོགས་ཡོད་རེད་ཨིན་ཇི་གི་དཀའ་ངལ་མང་པོ་ཅིག་དེའི་ནང་ལ་ཨ་ནི་མི་གང་བྱོས་མ་བྱོས་ཀྱི་འགྲེལ་བཤད་རྒྱབ་འཚོལ་བས་བཟོས་དེ། ང་རང་ཚོས་ཀྱི་ཁྲིམས་ཀྱི་ཁྲིམས་ཁྲིམས་ཁྲིམས་ཀྱི་རིགས་པས་ཀྱི་སློབ་སྦྱོང་བྱས་མེད་བ་དེ་རྒྱུ་རྐྱེན་གཅིག་འདི་རེད། ཁྲིམས་ལུགས་ཀྱི་རམ་འབྱམས་པ་མེད་བ་ཀྱི་རྒྱུ་མཚན་འདི་ལ་ལྟ་ནས་ཨ་ནི་ང་ཚོས་ཀྱི་ཁྲིམས་ཀྱི་ཐོག་ལ་ཡ་མང་པོ་ཅིག་མགོ་རྙོག་ཆགས་བྱས་མགོ་ཚུགས་ཡོད་མ་རེད། ད་ང་རང་ཚོས་ཀྱི་ང་རང་ཚོ་འདི་ག་རེ་ཟོ་འོག་ཏུ་ལ་ན་བཅའ་ཁྲིམས་དཔང་བཙུགས་སྙམ་འདོར་ལ། ཨ་ནི། ད་ལྟ་བཅའ་ཁྲིམས་བསྐྱར་བཅོས་ཀྱི་ནང་ལ་ཡ་དམ་བུས་འདི། རྒྱ་བ་རོན་པོ་ཆེ་གི་ཕོ་བྲང་གི་ཨ་ནི་མདུན་ལ་ཡ་སྤྱན་རས་གཟིགས་དང་རྒྱ་བ་རོན་པོ་ཆེ་གི་བཞུགས་ཁྲི་མདུན་ལ་ཡ་མི་རེ་རེ་བྱས་ནས་མནའ་སྐྱེལ་དམ་བཅའ་བྱས་པ་ཡིན་ན།

རོ། འདི་ཅི་ངས་འབུལ་དགོས་ཞུ་ཡོད་རོ་ངས་ཐབས་ལམ་འགའི་འདི་ཞུ་ཡིན་ཐབས་ལམ་འགའི་མཉམ་པོ་ལ་དཔེ་ཡང་སྦྱར་ཡོད་རོ། འདི་ཡིན་ཅི་མི་ཅི་ང་རང་ཚོ་དགོངས་པ་བཞེས་དགོས་ཀྱི་འདུག་མ་འོངས་པ་གི་མདུན་ལམ་ལ་གལ་ཆེན་པོ་ཞུ་ཅི་བྱ་གི་འདུག་ད་འདི་དཔེ་ན་རྒྱ་གར་གི president ཡིན་ན་ཀྱེ། ཨ་ཁྲིམས་དཔོན་རྩ་ནས་ཞུ་གི་ཡོད་དེ་ཁྲིམས་དཔོན་མེད་པའི་སྐབས་ལ་ཨ་ནི། ད་ལྟ་ཁྲིམས་ཁང་གི་ད་ཧ supreme court གི་ཨ་ནི།

ད་འདི་ག་བ་ལས་ཡོད་ར་ད་ང་ཚོ་ར་བ། འོ་འདི་གི་ཐོག་ལ་རྣམ་པ་ཚོ་ཡིན་གཅིག་མིན་གཅིག་དགོངས་པ་བཞེས་རོགས་གནང་ཞུས་ཡིན། ད་ད་ལྟ་འདི་ལ་ཡ་ང་རང་ཚོ་གི་གྲོས་ཆོད་བཅུ་དགུ་དང་ཉི་ཤུ་དང་དངོས་གནས་ཁོ་ར་འགྲོ་དགོས་ཡ་རོགས་བསམ་བློ་ཞིག་བཏང་བ་ཡིན་ན། ད་ཕྱོགས་གཉིས་ཀ་ནས།

ཁྲིམས་དཔོན་གཅིག་པོ་མ་རེད་ཁྲིམས་ཀྱི་འོག་ལ་ཨ་ནི་ང་རང་ཚོའི་གི་ད་ཁྲིམས་སོ་ནི་ལས་བྱེད་ཡོད་རོ་ཨ་ནི་ཉམས་མྱོང་ཚད་དང་ལྡན་པ་ད་འདི་ཚོ་ཉམས་མྱོང་ཚད་དང་ལྡན་པ་ཅིག་འདི་ན་བཀོད་པ་ཡིན་ན་ཕྱར་གྲུ་མཉམ་བསྡེབས་ཀྱི་ཨ་ནི་ཨ་པེ་མ་སི་ཡག་པོ་ཆགས་གི་རེད་རོ་ཨ། གཞན་པ་ང་རང་ཚོ་གི་བཅའ་ཁྲིམས་སྙན་མ་ཚད་སྙན་མ་གི་འདི་འདྲའི་ལོ་སུམ་ཅུ་བཞི་བཅུ་ཕྱག་ལས་གནང་ཞིག་རྒྱུ་མི་ཚེ་གང་ས་ཆ་ནས་རྒན་གོག་ཅིག་ཨ་ནི་ཡག་བསྐོས་བ་ཡིན་ན་འདི་ཏག་ཏག་བསྡད་གི་ཡོད་མ་རེད། འདི་ཁོ་རང་ལས་ཀའི་གི་ཐོག་ནས་ལོ་དྲུག་ཅུ་རེ་ང་བརྒྱད་སོན་ན་མིག་གི་ནུས་པ་འདི་བརླག་གི་ཡོད་རེད།

ཡིན་ཡང་དགེ་བའི་བཤེས་གཉེན་རྣམ་པ་ཚོ་གིས་ལས་འགན་འདི་ཏག་ཏག་བྱེད་ཀྱི་ཡོད་རེད་སྟངས་འཛིན་བྱེད་ཡས་སྟངས་འཛིན་བྱེད་ཀྱི་ཡོད་རེད། འདི་སྒེར་སོ་སོ་ལ་ཕན་གྱི་ཡོད་མ་རེད། ནང་ན་བྱེད་སྒེར་གྱི་བྱེད་ན་ཕན་ཐོག་ཡས་ཡོད་མ་རེད་སྒེར་བྱེད་ས་ཀྱི་བྱེད་ཡུལ་འདི་ལ་ཡས་ངོ་ཤེས་ཀྱི་ཡོད་མ་རེད་སུ་འདྲ་བྱེད་ཡིན་ན་རོ། ཡིན་ན་འདི

དོན་ཨེ་གི་ཨ་ནི། སྨོན་ལམ་ཞུ་གི་ཡིན་ཨ་ནི་ཚང་མར་ཐུགས་རྗེ་ཆེ།